སྐྱབས་མགོན་ཡེ་དབྱིག་གིས་མི་ཤ་ར་ཞིག་མཐོང་དུས་འོ་ཡོ་ཟོས་རྫ་གནང་བ། མི་རྒན་པ་བརྒྱག་གི་ཁ་དཔེ་ལས་སྙན་མ་ཅི་བྱས་ད་ལྟའི་ལུས་ལས་ལྟོས་ཕྱི་མ་ཅི་ཡོང་ད་ལྟའི་སེམས་ལས་འོག་གནས་པའི་ཁ་དཔེ་འདི་ཅོག་འདྲ་མི་ཁ་ཡེག་གི་མཐོང་སྟངས་ལས་སྤྲང་པོ་དེང་ཞྭ་ར། ཡང་དེ་མ་ཚ་འོང་པོ་སྐྱོན་ཅན་བྱུང་བྱུང་དེས་ཀྱ་ལམ་ལས་མཐོང་གི་སྒང་ལས་མི་དེས་ཀྱ་ནི་ཚེ་སྔོན་ལས་ཀྱི་དད་པའི་སྐྱོན་གྱིས་ཡིན་འདི་བསམ་གྱ་འདི། རྒྱུ་མཚན་དེ་ལས་བསྟན་ཏེ། སྐྱོ་བོ་ཡང་ནི་འོང་པོ་སྐྱོན་ཅན་བྱུང་བྱུང་མི་ཀྱ་ལས་རོགས་རམ་གྱི་རྒྱུ་བསམ་བློ་མི་གཡར་བ་འདི་ལབ་མདོར་བསྡུས་ཏེ་ཤ་ནི། མི་མང་ཆས་ཀྱི་སྡུག་བསྔལ་བྱུང་ཁུང་རྩ་བ་དེ་ནི་ཚེ་སྔོན་ལས་ཀྱི་རྒྱུས་ནི། བྱུང་གི་ཡིན་ཏེ་སམ་མགྱོགས་ཏེ། ཡིན་ནང་རྒྱུ་མཚན་དངོས་གནས་དེ་ནི་མི་སྐྱག་གི་སྡུག་བསྔལ་དེ་ཚེ་སྔོན་བྱས་བའི་ལས་ནི་བྱུང་བྱུང་མ་འདེགས། ལོ་ཉིས་སྟོང་སྔོན་ལས་སྐྱབས་མགོན་ཡེ་ཡོད་ཁོང་རང་ཡ་ཧུ་དཱ་ཟེར་རི་ལུང་པ་ཞིག་ལ་བཞུགས་བས་འདེགས། ཡང་ཉི་མ་ཞིག་ཁོང་རྒྱ་བཟའ་ཨི་རུ་ས་ལིང་མཆོད་ཁང་ཆེན་པོའི་ནང་ལ་ཕེབས་སྐྱ་ཁོང་གིས་སྤྲང་ལོང་ཞྭ་རིལ་ཞིག་དེ་རུ་བོ་སྟེ་བཟི་བས་འདེགས། དེང་ཁོང་གི་སློབ་མ་སྐྱག་གི་བསམ་པ་ལས་མི་དེ་ཞྭ་ར་ཆུང་གི་རྒྱུ་མཚན་ནི་ཁོས་ཚེ་སྔོན་ལས་སྡུག་ཅག་ཞིག་བྱས་པས་ཡིན་གྱི་འདུག་ཡང་མ་ནི་ཁོའི་ཨ་ཁྱི་ཨ་ཝང་གིས་ལས་ངན་བསགས་པའི་སྐྱོན་གྱིས་ཡིན་གྱི་འདུག་ཟིན་ཁོང་ལས་གནས་སྟངས་དེའི་སྐོར་སྐད་ཆ་དྲིས་པས་འདུག་དེང་ཁོང་གིས་སྤྲང་རླུང་དེ་སྐྱེས་དུས་ནས་ཕན་ཞྭ་ར་སྐྱེས་པའི་རྒྱུ་མཚན་ནི་མི་སུས་ཀྱིས་སྡིག་པའི་བསགས་པའི་ལས་ནི་ཅུང་ཅུང་རྩ་བ་ནས་མ་འདུག་གསུངས་བས་འདུག། ལོ་མང་པོའི་སྔོན་ལ་ཡེ་རུ་སཱ་ལེམ་རྒྱ་བཟའ་རུ་གདོང་རྒན་ཕ་མ་གཉིས་ལ་བི་ཟ་ཞིག་འོག་འདེགས་བི་ཟ་དེ་སྐྱེས་དུས་ནས་ཕན་བཞག་ར་ཡིན་ཏེ་མ་ཚ་ཉིན་གྲངས་ཁོའི་ཨ་ཁྱི་ཨ་ཝང་ཡང་ནི་ཁྱིམ་མཚེས་སྐྱ་ཀྱི་བི་ཟ་དེ་སློང་མོ་སློང་རྒྱུའི་ཆེད་དུ་མཆོད་ཁང་ཆེན་པོའི་རྩ་རུ་ཁྲིད་འོངས་ཏེ་དེ་རུ་སྦོར་སྐྱོགས་འདེགས། དེ་ཡ་ཝཱེ་ལྟ་བུའི་དུས་ཆེན་སྟེང་ཡང་ངག་གསོལ་བའི་ཉིན་མོ་དེ་ལས། མི་མང་པོ་ཞིག་ས་ཆ་དེ་རུ་ཕར་འགྲོ་ཚུར་འགྲོ་བགྱིད་ནོ་འདུག་ཡང་མི་ཁ་ཡས་ཤིག་གིས་ཁོ་སློང་མོ་སློང་གི་མཐོང་སྟེ་བྱིན་པ་གཏོང་གི་འོ་འདུག་ཡིན་ནང་བི་ཟ་དེ་སྐྱེས་དུས་ནས་ཕན་ཞྭ་ར་ཡིན་ཕན་ཞྭ་ར་དེ་ཡང་སྡང་མིག་འཐུང་རྒྱུ་འོ་ཡོག་འུང་གི་རེ་བ་མི་སྐྱེ་འོ་འདུག། ཡ་ཝཱེ་ལྟ་བུའི་ངག་གསོལ་བའི་ཉིན་མོ་དེ་ལས་སྐྱབས་མགོན་ཡེ་ཡུ་ཁོང་ལམ་དེ་ལས་ཕེབས་གནང་གི་གང་ལས་སྐྱེས་དུས་ནས་ཕན་ཞྭ་ར་ཡིན་པའི་བི་ཟ་དེ་གཟིགས་ཕན། ཁོང་གི་སློབ་མ་སྐྱག་གིས་ཁོང་ལས་རྒན། མི་དེ་ཞྭ་ར་སྐྱེལ་བའི་རྒྱུ་མཚན་ཅི་ཡིན་ནས་ཁོའི་ཡང་ནི་ཁོའི་ཨ་ཁྱི་ཨ་ཝང་གི་ལས་སྟེགས་བསགས་བས་ཡིན་གྱི་འདུག་ཟིན་ཞུས་བན། ཁོང་གི་མིས་བྱས་བའི་ལས་སྟེགས་ཡང་ནི་ཨ་ཁྱི་ཨ་ཝང་གིས་བསགས་བའི་ལས་སྟེགས་བཟང་མ་འདུག་ཁོ་ཞྭ་ར་སྐྱེལ་བའི་རྒྱུ་མཚན་ནི་ཁོའི་མི་ཚེ་ནང་ལ་དཀོན་མཆོག་གི་ཕྱག་ལས་ཡ་མཚན་ཞིག་མཛད་རྒྱུ་ཕྱིན་ལས་ཡིན་འདུག།

མཆི་མ་གཏོར་ཏེ་འདམ་བག་ཞིག་བཟོས་ཏེ། འདམ་བག་དེ་ཞྭ་རེའི་མིག་ལས་བརྐུས་ཏེ་བསིལ་ལུམ་བཟས་རི་རྫིང་ཆུ་བོ་གཟར་ལས་ཕིན་ཏེ་ངོར་སྟོང་བཀྲུས་ཅིག་གསུངས་མི་བདེགས། དེས་ཞྭ་ར་ཁོའི་བཟང། ཁོང་གི་བཀའ་གསུང་ལས་ཉན་ཏེ་ཁོའི་རོགས་བོ་སྐྱག་གིས་ཁོ་ཁྲིད་དེ་ཡེ་རུ་སཱ་ལིང་གེ་ཟའི་ལྷོ་ཕྱོགས་ལས་ག་ལས་ཕིན་ཏེ་བསིལ་ལུམ་བཟས་རི་རྫིང་ཆུ་བོ་གཟར་དེ་རུ་སླེབས་པས་བདེགས། དེས་ཁོའི་སྐྱབས་མགོན་ཡེ་ཡོད་ཀྱིས་ཁོང་གི་གསུང་བཟུང་ཅོག་ར། ཚིག་མཇུག་འདི་ལས་ངོར་གདོང་བཀྲུས་པའི་སྡིག་དེས་སྤྲུལ་ལོང་མས་ཁུའི་མིག་འཐུང་རྒྱུའི་འོ་ཡོ་ཅུང་ཕན། ཁོ་གྷི་རི་ཆེན་པོའི་ངང་ནས་རེན་ཁྱིམ་ལས་ལོག་བུ་དེ་སྡིག་དེས་ཁྱིམ་ལས་སླེབས་ཕན་གྲོང་པ་ཁྱིམ་མཚེས་རྒྱ་ཧ་ལས་ཆེན་པོ་བྱུང་སྟེ་ཁྱོད་ལམ་ལས་སློང་མོ་སློང་སྟེ་གདོང་རྒན་འདི་མ་འདས་ཟིན་དྲིས་ཏེ་ཁོས་ང་ཡིན་གནས་པའི་སྡིག། དེའི་ཆེད་ལས་སྐྱབས་མགོན་ཡེ་ཡུལ་ཁོང་གིས་ཁོ་བཙལ་ཏེ་རྙེད་ཕན། ཁྱོད་རང་མིའི་བི་ཟ་ཟེར་མཁན་དེ་ལས་དད་པ་འོ་དད་ཟིན་གསུངས་ཕན། ཁོས། དེང། ང་ཁོང་ལས་དད་པ་བགྱི་རྒྱུ་ཕྱིན་ལས་ཁོང་སུ་ཡིན་མིན་ང་ལས་གསུངས་དང་ཞུས་པ་འདུག་དེང་ཁོང་གིས་ཁྱོས་ཁོང་མཐོང་མྱོང་འོ་དད་ཁྱོད་རང་ལས་སྐད་ཆ་ཤོད་མཁན་དེ་ཡིན་གསུངས་པ་འདུག་དེང་ཁོས་སྐྱབས་མགོན་གཙོ་བོ། ང་དད་པ་འོ་གནས་ཏེ་ཁོང་ལས་ཕྱག་བཙལ་ལེ་འདུག། སྐྱབས་མགོན་གཡས་གཡོན་ཁོང་ནི་འཛམ་གླིང་འདི་བཀོད་བཟང་མཁན་ཡིན་ཕན་ན་བཟའ་སྟེང་སྡིག་པ་ཉེས་པ་ཐམས་ཅད་སེལ་ཐུབ་པའི་དབང་ཆ་འོག་དེ་ཁོང་ལས་དད་པ་བྱེད་མཁན་ཡེ་རེ་ལས་ཐར་བ་ཐོབ་ཀྱི་འདུག།